རྒྱ་ཆེ་བའི་དྲ་གྲོགས་རྣམ་པ་ལྷན་རྒྱས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ཟླ་འདི་མཛེས་སྡུག་ཡིད་དབང་འཕྲོག་པའི་ཨ་ནི་བཞུགས་སྒར་རྡ་རམ་ས་ལ་གི་འཛིན་སྐྱོང་རེས་རྣམ་པ་ལྷན་རྒྱས་ཀྱི་སྤྱན་ལམ་དུ་ཕུལ་གྱི་ཡོད། ད་དེ་རིང་ཁ་ཚ། ཨ་ནི་མི་མང་པོ་གཅིག་གི་ཡང་སེམས་ལ་དཀའ་ངལ། ཨ་ནི་ལུས་ལ་ན་ཚ། འོ་འདི་འདྲས་ཀྱི། འདི་འདྲས་ཡོད་པའི་དུས་ཚོད་ཅིག་ལས་ཨ་ནི་ངས་འདི་ད་དེ་རིང། ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་བཞི་བའི་ཚེས་ཉི་ཤུ་རྩ་བཞི་གཟའ་སྤེན་པའི་ཉིན་གུང་ལ་ཡ། བརྙན་ལ་བླངས་པ་ཡིན། ཨ་ནི་ང་རང་ཚོ་ལྟ་མི་མང་པོ་ཅིག་ལ་ད་ལྟ་རྒྱ་ནད་ཨ་ནི་ཏོག་དབྱིབས་བཅུ་དགུ་གིས་ན་ཚ་གི་ཨ་ནི་དཀའ་ངལ་མང་པོ་ཅིག་ད་འཕྲད་དང་འཕྲད་བཞིན་པ་རེད། ཨ་ནི་མི་མང་པོ་ཅིག་གི་ཚེ་སྲོག་ལ་གྱོང་གུན་ཐེབས་ཡོད་རེད། ཨ་ནི་མི་མང་པོ་ཅིག་གིས་ཨ་ནི་ན་ཚ་དེའི་ན་བའི་སྡུག་བསྔལ་དང་ཨ་ནི་ཅིག་ན་ཡིན་བསམ་པའི་སེམས་ཀྱི།

དྲ་གྲོགས་རྣམ་པ་ལྷན་རྒྱས་ཀྱི་སྟེང་ལམ་དུ་ཕུལ་ཡོད། ཨ་རྣམ་པ་ལྷན་རྒྱས་འདི་གཟིགས་པས་མཇུག་ལ་ཡ་ནི་རྣམ་པ་ལྷན་རྒྱས་ཀྱི་སེམས་ཀྱི་སྡུག་བསྔལ་དང་ལུས་ཀྱི་ན་ཚ། ཨ་ནི་ཚང་མ་བློ་རང་བཞིན་གྱིས་དག་ཐུབ་པའི་ཨ་ནི་སྨོན་ལམ་དང་དུ་ཞུ་ཨ་ནི་རྣམ་པ་ལྷན་རྒྱས་ཀྱི་ནི་ཨ་ནི་སོ་སོའི་ཁོག་པའི་སྙིང་དང་དཔྲལ་བའི་མིག་ལྟ་བུ་གྱི་ཨ་ནི་འཕགས་པ་སྤྱན་རས་གཟིགས་ལ་ཡ། གསོལ་བ་སྨོན་ལམ། རྩེ་གཅིག་ཏུ་བལྟ་བ་ཡིན་ན་ཨ་ནི་ཏན་ཏན་ཕན་ཐོགས་རྒྱ་ཆེན་པོ་ཞིག་ཡོང་གི་རེད་བསམ་གྱི་འདུག་དེ་འདྲས་སོང་ཙང་ནི་རྣམ་པ་ལྷན་སྐྱེས་ཀྱི་འོ་དེ་མཛེས་སྡུག་ཡིད་དབང་འཕྲོག་པའི་བཞུགས་སྒར་རྡ་རམ་ས་ལ་གི་ཨ་ནི་མཛེས་ལྗོངས་དེ་གལ་སྲིད་གནའ་རོགས་ནང་ཞུགས་ཀྱི་ཡོད་ཚང་མ་བློ་ལ་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས་བསམ་གདོང་ལྷུན་གྱིས་འགྲུབ་པ་ཤོག།